དེའི་ཐོག་མར། སྦྱར་བ་ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཁྱེན་པ་དང་བརྩེ་བ་དང་ནུས་པའི་ཡོན་ཏན་ལ་སོགས་པ་རང་གི་དྲན་པའི་སྒོ་ནས། དེ་ལྟ་བུའི་སྦྱར་བ་ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ལ་ནི་རླུད་ངག་ཡིད་གསུམ་གོ་བ་ཆེན་པོའི་སྒོ་ནས་མཆོད་པར་བརྗོད་པའི་ཚིག་གམ་ཆུང་བ་དེ་ཉིད་སྔོན་དུ་བཏང་སྟེ། འདིར་གང་བླང་བར་བྱ་བ་ནི། ལྷ་དང་བཅས་པའི་སྟོན་པ་འདིས་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་སྐོར་ནས་དེ་ནས་སྐད་ཆ་ཉུང་དུས་ཙམ་བཟོས། དེ་ནས་བཞི་བའི་དབང་དུ་བྱས་ན། ད་སྤྱིར་བཏང་ང་རང་ངོས་ནས་མཚོན་ན་དེ་ནས། བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་དོན་ལ། དེ་ནས་ཉམས་མྱོང་ཡོད་པ་དང་རྒྱུས་ཡོད་པ། དེ་ནས། བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་དོན་ལ། བྱ་བ་རླབས་ཆེན་སྒྲུབ་བཞག་གཉིས་དེ་ནས་གང་ཟག་དེ་མིན་གང་ཡང་མ་རེད་ལྷག་པར་དུ་ང་རང་ལྟ་བུ་ཟིག་གམ་མཚོན་བཞག་ན། འདིར་གཞུག་གི་དགེ་འདུན་པ་ཚོ། དེ་ནས། བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་གྱི་དོན་ལ་ལེགས་སྐྱེས་རྨད་དུ་བྱུང་བ་དང་དེ་བཞིན་དུ། ད་ནི་བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་གྱི་དོན་ལ་ཤེས་རབ་ཀྱི་རྒྱ་ཆེན་པོ་ཅན་གྱི་དུས་མིག་ཡང་སྐྱེས་ཡོད་མ་རེད། ཡིན་ན་ཡང་ད་ནི་ད་ང་རང་གི་དུས་རྒྱུན་བཟོས་ན་ཆོག་གི་ད་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་སྐོར་ལ་ད་ནི་བསམ་བློ་གཏོང་ལུགས་ཙམ་བཟོས་ན་ཆོག་གི་ཡང་ན་ད་ནི་ང་རང་གི་ལོ་ངོ་ཡར་སོང་ཟིག་གི་རིང་ད་ནི་གཞུང་ལུགས་ཀྱི་དོན་ལ་ཐུགས་བསམ་བྱས་པ་འདི་ཚོ་གི། དེ་ནས་གོ་ཐོས་མཐོང་ཐོས་འདི་སོགས་གཞི་བཟང་བའི་སྟེང་ནས་དེ་ནས་ད་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་འཛིན་ན་ཅི་འདྲ་ཞིག་འཛིན་དགོས་སྐྱོང་ན་དེ་ནས་རང་རང་རང་གི་འཛིན་པ་དང་སྐྱོང་བ་བྱེད་ན་ཅི་འདྲ་ཞིག་སྐྱོང་དགོས་དེ་བཞིན་དུ་གཞན་སྤྱི་ཚོགས་ཀྱི་དེ་ནས་ཁྱིམ་པ་མི་སྐྱ་ཕོ་མོ་དུ་ཚོད་ཁྲོད་ལ་བསྟན་པ་རིན་པོ་ཆེ་འདི་ག་དར་དུ་གཏོང་ན་ཅི་འདྲ་ཞིག་གི་སྒོ་ནས་ག་དར་གཏོང་དགོས་ཀྱི་ལ་དེའི་ཕྱོགས་ནས་དེ་ནས་སྐད་ཆ་ཉུང་དུ་བཞི་བརྒྱད། དེ་བཞུགས་དགོས་དུས་སྤྱིར་བཏང་འདི་ལྟ་བུའི་སྐད་ཆ་ཉུང་བསྡུས་སུ་བཞག་འདུག་རྒྱུ་འདི་ཡང་དེ་ནས་ང་རང་གི་གང་ཟག་སྒེར་གྱི་དེ་ནས་ལྟ་ཚུལ་བསམ་ཚུལ་ཙམ་མ་གཏོགས་དེ་ནས་ཆོས་རྒྱུད་ཞིག་དང་གྲུབ་མཐའ་ཞིག་གི་ཚབ་མཚོན་དེ་ཚོ་རྩད་ནས་དབང་ཐུབ་པ་མ་རེད། དེ་ཡང་མི་ཐུབ་པའི་རྒྱུ་མཚན་དེ་ཡང་ད་དཔེར་ན་ཕྱི་ཟོག་གི་ལུགས་ཆོས་རྒྱུད་རེ་རེ་རེ་རེ་རང་རང་གི་ཕྱིར་བཟོས་དུས་བསྟན་པ་རིན་པོ་ཆེ་བཀའ་ལྟར་སྐྱོང་ལུགས་ཀྱི་ཐབས་ནི་དེ་ནས་རང་རང་གི་བསྡུར་གཞིའི་བསམ་པ་དང་མཐུན་པའི་སྒོ་ནས་དེ་ནས་སྐྱོང་ལུགས་རེ་རེ་རེ་རེ་ཡོད་འདུག་ཟེར་དུས་དེའི་སྟེང་ནས་དེ་ནས་ང་རང་གི་འདིའི། སྐད་ཆ། མདོར་བསྡུས་འདི་གི་ཕྱིར་བརྗོད་དུ་བསྟན་པ་རིན་པོ་ཆེ་འདི་སྐད་ལྟར་གཏོང་ལུགས་ཀྱི་ཐོག་ཚམ་ཚོམ་བཙལ་ནས་རུང་བ་མ་རེད། དེ་ཡིན་དུས། ད་གང་དང་གང་ལྟར་ཀྱང་དེ་ནས་རྒྱལ་རིགས་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་སྐོར་ལ། ཚིག་མདོར་བསྡུས་ཙམ་གཟི་འདིར་བཞུགས་ཀྱི་མཁན་སྤྲུལ་དགེ་བཤེས་གཉིས་རྣམ་པ་དང་དེ་ནས་འདིར་བཞུགས་ཀྱི་དགེ་འདུན་འདུས་རྒྱ་མཚོའི་མདུན་སར་རུ། དེ་ནས་ད་བསམ་བློ་རྒྱས་རེ་ཞིག་གི་ཚུལ་དུ་དེ་ནས་ཚིག་མདོར་བསྡུས་ཙམ་གཟི་བཞུགས་རྒྱུ་དེ་ཡིན་དུས། སྤྱིར་བཏང་རྒྱ་རིགས་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་དེ་ནས་ད་དང་པོ་རང་ཐོག་ནས་བརྩམས་ཏེ་རང་ཐོག་ལུས་ངག་ཡིད་གསུམ་གྱི་ཀུན་སྤྱོད་འཛིན་ན་ཆོག་སྐུལ་སློང་འདི་ཉིད་དེ་ནས་ལེགས་ལམ་དུ་གཏོང་བ་དེ་ཧ་ལས་པ་གི་བཀའ་ཆེན་པོ་རེད་དྲན་གྱི་ཡོད། དེ་ཡིན་དུས་ད་སྤྱིར་བཏང་ང་རང་གི་དེ་རང་གི་འདི་ཤེས་བྱའི་གཙོ་བོ་འདིའང་ལུས་ངག་ཡིད་གསུམ་གྱི་དེ་ནས་ད་དྲ་སྤྱོད་སྔགས་གསུམ་གྱི་ལུས་ངག་ཡིད་གསུམ་གྱི་ཐབས་ལམ་དེ་ལེགས་ལམ་དུ་གཏོང་ཚུལ་གྱི་སྐོར་ནས་བསམ་ཚུལ་མདོར་བསྡུས་ཙམ་ཞིག་བརྗོད་རྒྱུ་དེ་རེད། དེའི་དབུས་དུ་སྤྱིར་བཏང་གི་ཆེད་རྒྱ་རིགས་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་སྤེལ་གསུམ་གྱི་སྐོར་ནས། དེ་ནས་ལུས་ངག་ཡིད་གསུམ་གྱི་ཐབས་ལམ་མ་འཁྲུལ་བ་ཞིག་བྱེད་དགོས་པ་ནི་སྨོས་མེད་ལྟ་བུ་ཞིག་ཡིན་པ་རེད། དེ་ཡང་དཔེ་མཚོན་གཞན་ཞིག་གི་སྟེང་ནས་བསམ་བློ་གཏོང་ཕྱོགས་ན་ཝི་ཆེ་ཡིས་ཆེད་བཟོ་དགོས་ལུགས་ཐ་མར་གྱི་ཁྱིམ་ཐབས་འཛིན་ལུགས་འདི་ལ་ཡང་དེ་ནས་ཐབས་ལམ་ཡིད་བཞིན་གྱི་སྟེང་ནས་ཁྱིམ་གྱི་ཐབས་འགྲོ་དེ་ནས་ཕྱིར་བཟོ་དག་གཞིར་རྒྱ་ཆེ་ཆུང་གི་རྣམ་གྲངས་མང་ཆེ་བ་སོགས་ཡོད་འདུག་པ་དེ་དངོས་མཐོང་ལག་ཟིན་ལྟ་བུ་རེད། དེ་ཡིན་དུས་ད་སྐབས་སུ་བབ་པ། འགྲོ་ལ་བདེ་སྐྱིད་འབྱུང་བའི་གཞི་རྒོལ་གཅིག་པུ་གངས་ཅན་རྒྱལ་བའི་བསྟན་པ་རིན་པོ་ཆེ་འདི། དེ་ནས་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་ཧ་ལས་པ་གི་དེ་ནས་འགན་འཁུར་རྒྱུ་མོད། དེ་ནས་ཁྲག་དང་གི་འགན་འཁུར། དེ་ནས་ད་ང་ཚོ་བཀྲ་ཆོས་སྔགས་གསུམ་གི་ཁྲག་དང་གི་འགན་འཁུར་རྒྱ་ཆེན་པོ་ཟིན་དུས་དེ་ལྟ་བུ་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་ལུས་ངག་གི་ཐབས་ལ་མ་འཁྲུལ་བ་ཟིག་དགོས་པ་ནི་སྨོས་མེད་ལྟ་བུ་ཟིག་རེད་འདུག་ཅོལ། དེ་ཡིན་དུས་དེ་ལྟ་བུའི་ལུས་ངག་གི་ཐབས་ལམ་མ་འཁྲུལ་བ་ཟིག་བྱེད་པ་ལ་དེ་ནས་ད་སོ་སོའི་སྐྱེ་བོ་རང་གི་རྣམ་རྟོག་རང་གར་བ་འདི་ཚོ་ཚད་མར་བྱེད་སོ་སོའི་སྐྱེ་བོ་རྒྱུད་ཀྱི་རྣམ་རྟོག་རང་གར་བ་སོ་སོའི་སྐྱེ་བོ་རྒྱུད་ཀྱི་ད་དབང་ཤེས་སྒོ་དྲུག་པོ་འདི་ཚོ་ཚད་མར་བྱེད་འདི་ཚོ་བློས་ཁས་འདུག་ན་དེ་ནས་ད་རྒྱ་རིགས་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་ཚོ་ཕེར་གསུམ་བྱེད་དགོས་ཟེར་ན་ཧ་ལས་པ་ག་ག་མོ་རེད་འདུག་ཟེར་རོ་རྒྱུ་མཚན་ཅི་རེད་ཟེར་དགོས་དང། མདོ་དུ་བཙུད་ནས་སྐབས་སུ་མིག་དང་སྣ་དང་སྣ་ཡང་ཚད་མ་མི་གར་ཏེ་དབང་པོ་འདི་དག་ཚད་ཡིན་ན་འཕགས་པའི་ལམ་གྱིས་ཚད་ལ་ཅི་འཇུག་བྱ་གསུངས། དེའི་རྒྱུ་མཚན་ཕྱི་རེ་གཟུགས་དུ་སོ་སོའི་སྐྱེ་བོའི། ཡིད་བློ་རྟོག་པའི་ངོར་འཆར་ཚུལ་དེ་དང་སོ་སོའི་སྐྱེ་བོ། དེ་ནས། དབང་བྱེད་སྒོ་དྲུག་གི་མགོ་སྣང་ཚུལ་འདི་ཚོ། གཞིའི་གནས་ཚུལ་དང། སྣང་ཚུལ་འདི་ཚོ་མི་མཐུན་པ་གི་རྣམ་གཞག་རྐྱང་རྐྱང་རེད་འདུག་ཟེར། དེ་བཞིན་དུ་སྨྲ་འཇུག་པ་འདི་ཚོའི་གནས་སྐབས་སུ་ཡང། གར་སྟེགས་དབང་པོ་འདི་དག་ཚད་ཡིན་ན་འཕགས་པའི་ལམ་གྱི་ཚད་ལ་ཅི་ཞིག་བྱ་གསུངས། གར་སའི་ཆུ་ཚོད་གོ་ལོ་གོ་ཆ་སོ་སོའི་སྐྱོན་འདིས། མཐོང་ཚུལ་དང་ཚོར་ཚུལ་སྐྱེ་བོའི་སྣང་ཚུལ་འདི་ཚོ་དེ་ནས་མཚན་པ་ཡིན་ན་དེ་ནས་འཕགས་པ་རྫོགས་ནས་དེ་ནས་ཕྱིར་དུ་གཟགས་མེད་ཀྱི་ཡེ་ཤེས་དེ་ནས་སྐལ་བ་གྲངས་མེད་ཀྱི་སྐལ་བ་ནས་སྐལ་རིག་བར་དུ་ཕྱིར་རྫོགས་དུས་དཔེར་ན་ཕྱིར་རྫོགས་གོ་ལོ་གོ་མགོ་ལ་མེ་ཤོར་ལྡོག་དང་རྩོམ་མཐོང་བ་གཟིགས་དགོས་དོན་མགོ་ལ་མེ་ཤོར་བ་ལྟ་བུ་དགོས་ནས་དེ་ནས་ཕྱིར་རྫོགས་དུས་རྒྱལ་རིགས་གསུང་རབ་ཀྱི་དོན་ལ་འཛིན་སྐྱོང་སྤེལ་གསུམ་དགོས་དོན་ལ་དེ་ནས་རྩོམ་པ་རྒྱ་ཆེན་པོ་སོགས་བྱེད་དགོས་པ།

སྤྱིར་བཏང་ཕྱིར་བཟོད་དུ། སྡུག་བསྔལ། སྡུག་བསྔལ་འདོད་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་འཇུག། བདེ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་ལྟར་འཇོམས་འཛིན་ལས་ཆོས་དང་རང་གི་ཕྱིར་བཟོད་དུ། སོ་སོའི་སྐྱེ་བོ་ཐམས་ཅད་དེའི་ཕྱིར་བཟོད་དུ། སྣང་སེམས་ཀྱི་རང་བཞིན་དེ་ཉིད་ཁོ་རང་བདེ་བའི་རང་བཞིན་ཡིན་མཚར་ཏོ། སོ་སོའི་སྐྱེ་བོ་ཡོད་དོ་ཅོག་གོ་དེ་ཉིད། འདོད་པ་བདེ་བ་དང་མི་འདོད་པ་སྡུག་བསྔལ་ཡིན་པ་དེ་ཧ་ལམ་གཅིག་པ་གཅིག་རྐྱང་རེད་འདུག་ཟེར། ཡིན་ན་ཡང་དེ་ནི་སོ་སོའི་སྐྱེ་བོ་དེ་དག་གི་དེ་ནི། བདེ་སྡུག་གི་བླང་དོར་རང་གི་དེ་ནས་ཕྱིར་ཟུར་དུ་བདེ་སྡུག་གི་བླང་དོར་གྱི་གནས་ཙམ་ཙམ་མི་ཤེས་ཚར་དུས་ད་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་འཕེར་གསུམ་གྱི་དོན་ལ་དེ་ནས་ཧ་ལས་པ་གི་ལོ་རྒྱ་རྒྱལ་ཆེན་ལོ་རྒྱ་ཆེན་པོ་ཟིག་གི་ངང་ནས་འཛིན་སྐྱོང་འཕེར་གསུམ་དུ་བྱེད་དགོས་དོན་ཧ་ལས་པ་དཀའ་ལས་རེད། འོ་ན་ད་སོ་སོའི་སྐྱེ་བོ་འདིས་དེ་ནས་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་མི་བྱེད་ཐབས་མེད་འདུག་ཟེར་དུས་ད་ཁྱི་ར་ཅིག་གི་སྟེང་ནས་འཛིན་སྐྱོང་འཕེར་གསུམ་བྱེད་དགོས་ལེ་རེད་ཟེར་དུས་ད་བསྟན་བཅོས་ཚད་མ་འདི་སོན་ནས་སྐབས་སུ་ལུང་བསྟན་གྱི་ར་བ་ལི་སྒྲུབ་ལ་སོགས་དང་མཁའ་འགྲོའི་ཕྱིར་ལ་འབུལ་རི་པ་ལ་སོགས་པའི་དེ་དག་གི་ད་རྗེས་འཇུག་ཅིག་མན་ངག

དགོངས་འགྲེལ་གྱི་བསྟན་བཅོས་བླ་སྒྲུབ་ཡབ་གཅིག་དང་དེ་བཞིན་དུ་ཕྱིར་བརྗོད་དུ་དང། དེ་དག་གི་མན་ངག་ལ་བརྟེན་ཏེ་ནི་དེ་ནས་རྒྱ་རིའི་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་འཕེལ་གསུམ་བཅས་ཀྱི་ནི་ཧ་ལས་པ་ཡག་རྒྱུ་རེ་དྲན། དེ་ཡིན་དུ་དེ་མ་ཡིན་པ་སོ་སོས་ཀྱི་རང་གི་རྣམ་རྟོག་རང་རྒྱལ་བ་འདི་ཚོ་ཚད་མ་བྱས་འདུག་ན་རྒྱ་རིའི་བསྟན་པ་རིན་པོ་ཆེ་འདི་འཛིན་སྐྱོང་འཕེལ་གསུམ་བཅས་ཀྱི་ནི་བརྒྱ་ཆ་བརྒྱ་ཐམ་པ་ངོས་ནས་འཁྲུལ་བ་ཡང་སྤྲོས་པ་རེད།

བྱང་སེམས་འཕགས་པ་འདི་ཚོ་ཕྱིར་བརྫུས་དུས་ཡུལ་དང་དུས་དང་རང་བཞིན་གྱིས་སྐལ་བ་ལ་སོགས་པའི་སྐལ་སྟོབས་མང་བ་ཟིན་ཡོད་བསྡད་པའི་རྒྱུ་མཚན་དེའི་ཕྱིར་ན་དེ་ནི་དཔེར་ན་གཞིའི་གནས་ཚུལ་དེ་ཉིད་མ་ཞིག་ལས་རེད་ཟེར་ན་དེ་མི་མཚན་ཞིབ་ཅིག་ལ། དེ་བཞིན་དུ་དེ་ནི་ཕྱིར་བརྫུས་དུས་ཆོས་འབྱུང་བླ་མ་ཆེན་པོ་སངས་གང་དེ་ནི་ཕྱིར་བརྫུས་དུས་ཤིན་ལྐོག་གི་རྣམ་གཞག་འདི་ཚོ་ཕྱིར་བརྫུས་དུས་ཐམས་ཅད་མཁྱེན་པ་ཁོ་ནའི་བྱོས་ཡུལ་དྲི་མ་གཏོགས་གཞན་གྱི་བྱོས་ཡུལ་མ་ཡིན་པ་འདི་ཚོ་གསུངས་བསྡད་དུས་འདི་ཚོའི་ཆེད་དུ་གོ་ལོ་གོ། ཚིག་འདི་ཚོ་གོ་རྒྱབ་རྟེན་བྱས་འདི་ཚོའི་ཚིག་འདི་ཚོ་གོ་གཞན་འདྲི་ཟིན་ཟིན་འདུག་ན་དེ་ནས་ད། སོ་སོའི་ཆུ་བོ་ལུང་ངག་ཡིད་གསུམ་གོ། གོམས་སྲོལ་འདི་ཚོ་ལེགས་ལམ་དུ་གཏོང་དགོས་དུས་མཐའ་གཅིག་ཏུ་དེ་ནས་ཕྱིར་ཚུལ་དུ་རྒྱ་རིགས་གསུང་རབ་ཟབ་མོ་འདི་ཚོ་གོ་དེ་ནས་གཞན་འདྲི་ཟིན་ཟིན་འདུག་ན་དེའི་སྟེང་ནས་ད། ལུང་ངག་གི་གོམས་སྲོལ་དེ་ཚོ་ཡར་སྐུལ་དུ་གཏོང་རྒྱུ་ནི་ཧ་ལས་པ་ཡག་ས་རེད། དེ་ཡིན་དུས། ད་རྩ་བ་དེ་ཕྱིར་ཡོད་རྫུ་གུ་དུ་བདེན་པ་ཡིན་པ་དེ་ནི་དཔེར་ན་ཕྱིར་རྫུ་དུ་དཔེ་མཚོན་གཞན་གྱི་སྟེང་ནས་བསམ་བློ་གཏོང་གི་དུ་དཔེར་ན་རྒྱ་གར་འཕགས་པའི་ཡུལ་དུ་དེ་ནི་རྒྱལ་བ་ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ད་ལྷོག་ཡིག་རྙིང་དེ་ཉིད་མ་བྱུང་གི་བར་དུ་རྒྱ་རི་བསྟན་པ་རིན་པོ་ཆེ་གི་དོན་ལ་དེ་ནི་ཕྱིར་རྫུ་དུ་ཉམས་དགུ་ཚིག་ཧ་ལས་པ་བཟོ་སོང་ཟེར་རེད་ད་དཔེར་ན་ཕྱིར་རྫུ་དུ་དཔེར་ན་ཆུ་སྔོན་པ་དུ་བཙུད་ནས་སྐབས་སུ་ཆུ་སྔོན་པ་འདི་སོགས་སྒྲ་གླེང་སེམས་དར་ཚུར་གི་སྐོར་ནས་བཤད་ཀི་དུ་དེའི་སྟེང་ནས་ཕྱིར་རྫུ་དུ་རྒྱ་རི་བསྟན་པ་རིན་པོ་ཆེ་འདི་ལ

རྒྱ་རིགས་བསྟན་པ་རིན་པོ་ཆེ་འདི་ཕྱི་མར་རོ་མང་གི་ཆུ་དང་རུ་སུ་ལོག་འདུག་ཟེར། དེའི་དུས་སྐབས་དེ་ན་ཆར་ཟིལ་དུ་ད་དེ་ནས་རྒྱ་གར་རྒྱན་དྲུག་མཆོག་གཉིས་དང་རྒྱ་གར་གྲུབ་ཆེན་བརྒྱད་བཅས་ལ་སོགས་པ་དེ་དག་གི་དེ་ནས་རྒྱ་རིགས་བསྟན་པ་རིན་པོ་ཆེ་འདི་ཉམས་གུད་ཀྱི་དོན་ལ་དེ་ནས་བསམ་བློ་གཏོང་ལུགས་དང་དེ་ནས་ལུས་ཀ་སྒྲུབ་ལུགས

ད་དམངས་ཚོགས་བཅོས་བསྒྱུར་གྱི་སྐབས་སུ་རྒྱ་རིགས་བསྟན་པ་རིན་པོ་ཆེ་འདི་ཧ་ལམ་ཉམས་རྒུད་དུ་སོང་བ་རེད་ད། སྡེར་ནོར་རིན་པོ་ཆེ་འདི་ཚོ་ཕྱིར་བསྡུ་བརྗོད་བྱ་ལྷ་དཔག་གསུམ་དང་དེའི་ལྷ་དཔག་གསུམ་བརྗོད་བྱར་བཏོན་པའི་སྡེར་ནོར་རིན་པོ་ཆེ་འདི་ཚོ་མེད་ཧྲིག་དེ་ནས་སྡེར་མདོ་འཛིན་པ་ཐམས་ཅད་དེ་ནས་ཧ་ལམ་འདྲ་མ་སོང་ན་དེ་ནས་བཙན་ཤེར་གྱི་དེ་ནས་སྐྱ་སར་བབས་སྐད་ཅིག་ཏི་རི་ཏི་ན་གི་དེ་ནས་ཕྱིར་བསྡུ་ཧ་ལས་པ་གི་ཕྱིར་བསྡུ་ཡིད་སྐྱོ་བའི་དེ་ནས་བྱ་མང་ཆེ་བ

བསམ་བློ་གཏོང་ལེགས་མཛད་ན་ཆོག་གོ་དེ་ལྟ་བུ་ནས་ཁྱེད་ཚོས་གསང་སྔགས་ཀྱི་ཆོས་སྐོར་འདི་ཚོ་བཏོན་ན་ལག་ལེན་མི་འདྲ་མང་མང་ཟུག་ཐོན་འདུག་ཚོལ། ངོ་མ་ཁྱེད་ཚོས་རྒྱལ་རབས་ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་ད་གསང་སྔགས་ཀྱི་ཆོས་སྐོར་གྱི་ལག་ལེན་འདི་ཚོ་གསུང་དགོས་དུས་ལག་ལེན་དཔེར་ན་ཁྱེད་ཚོས་ཤར་རྒྱུད་ན་ཤར་རྒྱུད་ཀྱི་ལག་ལེན་ཤོད་རྒྱུད་ན་ཤོད་རྒྱུད་ཀྱི་ལག་ལེན་དེ་འདྲ་གཅིག་མ་གཏོགས་གསུང་ཡོད་ལ་མ་རེད་ཡིན་ནའང་རྒྱ་ཆེ་འོག་གི་ལུང་བ་རྣམས་དགོན་པ་རེ་རེ་ཁྱེད་ཚོས་དེའི་གསང་སྔགས་ཀྱི་རྒྱུད་སྡེ་ཀྱི་ཆོས་སྐོར་ཐམས་ཅད་ཀྱི་སྟེང་ལག་ལེན་རེ་རེ་རེ་རེ་འདུག་ཚོལ།